སྐྱེ་བོའི་སྡུག་བསྔལ་བདག་གིས་བཅོམ་ཟས་དེས་བུ་དང་ང་ཚོ་བཞུད་ཟ་བ་བྱས། ད་དེའི་འོག་དེ་ལ་མི་ཡི་གྲུ་ལ་བརྟེན་ནས་ནས་སྡུག་བསྔལ་ཆུ་བོ་ཆེ་ལས་འཕྲོས་སོ། གྲུ་དེ་ཕྱི་ནས་རྙེད་དཀའ་བས། རྨོངས་པའི་དུས་སུ་རྙེད་མ་ལོས་ཞེས་ནས་གསུངས་པ་རེད། ད་དེའི་ཚིགས་བཅད་དེ་ནམ་རྒྱུན། སྐྱེས་བུ་དམ་པ་ཚོ་ག་ས་ག་ལ་ཡ།

བྱེད་ཐུབ་ཀྱི་རེད། བྱས་ཙང། ད་རེས་ང་ཚོ་མི་ལུས་འདི་འདྲ་ཅིག་ཐོབ་བསྡད་པའི་སྒང་ལ་གྲུ་འདི་ནི་ཡང་ཅིག་ཁ་ར་མི་ལུས་བཟང་པོ་འདི་ཡང་ནས་ཡང་དུ་ཐོབ་ཡ། དེ་རིང་མི་ལུས་འདི་ཤོར་སོང་ན། དེ་རིང་ང་ཚོ་མི་ལུས་ལ་སྐྱེ་བ་ལེན་ཤི་བྱས་ཡང་སྐྱོ་མི་ལ་ཡང་ཡང་ཡང་སྐྱེ་བ་ལེན་བསྡད་ཅིག་ན་ད།

ཁོང་ཁྲོ་དང་ང་རྒྱལ་དང་ཉོན་མོངས་སྤྱི་དང་དམིགས་བསལ་གྱི་རང་གཅེས་འཛིན་གྱི་གཞན་དབང་དུ་འགྲོ་ནས། མི་ལུས་བཟང་པོ་འདི་འདྲ་ཞིག་ཐོབ་པའི་དུས་སུ་གཉིད་མ་ལོག་སྟབས་སོ་སོ་སོ་སོ་གཉིད་ཁུག་ནས་བསྡད་མ་དེ། ཐབས་སྐྱོ་བོ་ཞེ་དྲག་རེད་གསུངས་བ་ལྟར་དེ་རིང་མི་ལུས་ཐོབ་བདེ་བའི་སྒང་ལ་ཤུགས་ཅིག་རྒྱག་མ་ཐུབ་ན། ཐབས་སྐྱོ་བོ་ཞེ་དྲག་རེད་གསུངས་ད་ད་གི་སྒང་ལ་རྙེད་དཀའ་བ་ཟད་དེ་ང་ཚོ་ནམ་རྒྱུན་དཔེ་ཆ་ནང་ལོགས་ལ་ཡང། རྙེད་དཀའ་བ་ལས་དེ་ལས་སླ་པོ་ཅིག་ཐོབ་བསྡད་ཅེས་དང་ཡང་ནས་ཡང་དུ་ཐོབ་བསྡད་ན་རྙེད་དཀའ་བ་ཆགས་མར་བ། ཅེས་རྙེད་དཀའ་བ་ལས་དེ་ང་ཚོའི་དཔེ་ཆ་འདི་ཚོ་ནང་ལ་རྒྱུ་ཡི་སྒོ་ནས་རྙེད་དཀའ་བ། ཨ་ནི་གྲངས་ཀྱི་ཁ་ཟེར་བ་རེད་འབྲས་བུའི་སྒོ་ནས་རྙེད་དཀའ་བ། ཨ་ནི་དཔེ་ཡི་སྒོ་ནས་རྙེད་དཀའ་བ་ཟེར་ནས་འདུག་ཅེས་ནས་ལམ་རིམ་འདི་ཚོ་ནང་དེ་ལས་གསུང་གི་འདུག་ཨ། ཅེས་ས་རྒྱུ་ཡིན་ན་ཡང་ང་རང་ཚོའི་མི་ལུས་ཐོབ་ཡ་ལ་ཚུལ་ཁྲིམས་རྣམ་པར་དག་པའི་གཞི་གསུངས་ཟེར་ད་ཚུལ་ཁྲིམས་རྣམ་པར་དག་པ་ཅིག་གོ་གི་ཡོད་རེད་ད། ཚུལ་ཁྲིམས་རྣམ་པར་དག་པ་ཞིག་མིན་ན་ང་ཚོ་མི་ལུས་ཐོབ་ཡ་དཀའ་ལ་ཁག་པོ་རེད། ཨ་ནི་ཚུལ་ཁྲིམས་ནང་ནས་གཙོ་བོ་མི་དགེ་བཅུ་མི་དགེ་བ་བཅུ་སྤངས་པའི་ཚུལ་ཁྲིམས་དེ་རེད་ད་མི་དགེ་བ་བཅུ་ང་ཚོ་ཡང་ཡང་ཅིག་ང་ཚོ་སྤང་ཡ་དཀའ་ལ་ཁག་པོ་འདུག་ཨ་དྲང་པོ་བཤད་ན། ཨ་ནི་ཚུལ་ཁྲིམས་རྣམ་པར་དག་པ་མེད་ན་ཨ་ནི་མི་ལུས་ཐོབ་ཡ་གོ་ར་ཡོང་མ་རེད། ད་མི་ལུས་ཐོབ་པ་ཡིན་ན་ཡང་ཨ་ནི་ཅིག་མི་ལུས་འདིའི་སྒ་ནས་དཔལ་འབྱོར་ཡག་པོ་རྒྱུ་ཕྱུག་པོ་ཁ་ཤས་འདུག་ཨ་མི

དཔལ་འབྱོར་ཡག་པོ་ཡོད་བ་མ་ཟད་རྣམ་པ་ཡག་པོ་ཅིག་དགོས་ན་བཟོད་པ་སྒོམ་དགོས་ཀྱི་རེད་བཟོད་པའི་ཉམས་ལེན་བྱེད་དགོས་ཀྱི་རེད་ད་ལྟ་ང་རང་ཚོའི་འཛམ་བུ་གླིང་འདི་ག་ལ་བུ་ཡིན་ན་འདྲ་འདུག་བུ་མོ་ཡིན་ན་བུ་རྫིག་པོ་ཡིན་ན་འདྲ་འདུག་བུ་མོ་སྙིང་རྗེ་མོ་དེ་གའི་དེ་སྐྱེ་བ་སྔ་མ་གི་བཟོད་པའི་གི་ད་འབྲས་བུ་ཆགས་འདི་ཡོད་རེད་དེ་ནས་ཨ་ནི་ང་རང་ཚོ་མི་ལ་སྐྱེ་བ་ལེན་པ་མ་ཟད་ཨ་ནི་ཅིག་སློབ་སྦྱོང་བྱས་ལ་ད་ཅིག་དགའ་བོ་ཡོད་བ་དང་བརྩོན་འགྲུས་ཡོད་དེ་ངས་དེ་འདྲའི་རྡོག་པོ་པོ་ཁ་ཤས་སྐྱེས་དུས་ནས་ཕ་མེས་ཀྱི་སློབ་སྦྱོང་བྱས་ཟིན་དེ་མ་འོངས་བ། དགེ་རྒན་གྱི་སློབ་སྦྱོང་བྱས་ཟིན་དེ་མ་འོངས་བ་ཁོ་རང་ཁོ་རང་སློབ་སྦྱོང་གནང་མཁན་དེ་འདྲ་ཡོད་རེད་ད། དེ་ཚོ་ད་དུས་སྐྱག་ལངས་དམག་གི་བརྩོན་འགྲུས་ཀྱི་ཉམས་ལེན་གྱི་འབྲས་བུར་བ་ཚེ་འདི་ལ་རང་བཞིན་གྱིས་སློབ་སྦྱོང་བྱེད་ཡ་ལ་དགའ་བོ་ཡོད་ཡ། འོ་དེ་ཚོ་ཚང་མ་བརྩོན་འགྲུས་ཀྱི་འབྲས་བུ་ཆགས་དེ་རེད་བྱས་ཙང་ཚེ་འདི་སྐྱེ་བ་རྗེས་མ་ལ་ཡི་འདི་འདྲ་ཅིག་དགོས་ན་ང་ཚོ་ཚེ་འདི་ལ་བརྩོན་འགྲུས་ཀྱི་ཉམས་ལེན་ཡག་པོ་བྱེད་དགོས། ཚེ་དེ་ཚོ་རེ་རེ་བྱས་ནས་བསྒྲུབ་ཡ་ལ་དཀའ་ལས་ཁག་པོ་འདུག་ཨ། ད་ང་ནས་ཤི་ང་རང་ཚོ་ག་སོ་ཚེ་འདི་ལ་སློབ་སྦྱོང་བྱེད་བ་མ་ཟད་སློབ་སྦྱོང་གཏིང་ཟབ་པོ་རྒྱ་ཆེན་པོ་འདི་འདྲ་བྱེད་ཐུབ་ངེས་དེ་ཚོ་སྐྱེ་བ་སྔ་མ་འདི་བསམ་གཏན་གྱི་ཉམས་ལེན་ཡག་པོ་བྱེད་པའི་ལྟར་འབྲས་བུ་ཆགས་ཀྱི་ཡོད་རེད། ཨ་ནི་མི་ཁ་ཤས་སློབ་སྦྱོང་བྱེད་དུས་ཙམ་པ་ལ་ལས་སླ་བོ་ཤེས་འགྲོ་ཡས་དེ་ཚོ་སྐྱེ་བ་སྔ་མ་གི་ཤེས་རབ་ཀྱི་ཉམས་ལེན་གྱི་ལྟར་འབྲས་བུ་ཆགས་དེ་བར་མི་ག་ཆེ་སློབ་སྦྱོང་ག་ཚོད་བྱེད་མེད་ན་མ་ཤི་ངེས། ཤེས་ཡོན་ལ་དཀའ་ལས་ཁག་པོ་ཡོད་འདུག་པས་དུས་ཚོད་ཞི་བོ་བགོ་དེ་ངས་མི་ཁ་ཤས་སྦྱངས་པ་དང་ལམ་སང་ཤེས་འགྲོ་ངེས་དེ་ངས་ཡོང་གི་དང་དུས་ཚོད་ཕྲ་བ་ད་ཤེས་རབ་ཀྱི་ཉམས་ལེན་གྱི་འབྲས་བུ་ཆགས་རེད་རོ། བྱས་ཙང་ང་རང་ཚོ་ནི་མི་ལུས་ཐོབ་པ་མ་ཟོས་མི་ལུས་འདི་ཡི་སྒང་ནས་ད་ཅི་དཔལ་འབྱོར་ཡག་པོ་ཡོད་པ་དང་རྣམ་པ་ཡག་པོ་ཡོད་པ་དང་ཨ་ནེ་གཅིག་སློབ་སྦྱོང་ཡག་པོ་ཡོད་བ་དང་སློབ་སྦྱོང་དེ་བེད་རྒྱ་ཆེན་པོ་དང་གཏིང་ཟབ་པོ་བྱེད་ངེས། ཨ་དེ་འདྲའི་གི་ད་ཅིག་རིག་སྟོབས་ཆེན་པོ་ཡོད་དེ་བ་དེ་འདྲའི་གི་མི་ལུས་ཐོག་པོ་ན་ཨ་ཚུལ་ཁྲིམས་རྣམ་པར་དག་པའི་གཞི་བཟུང་ཇི་སོགས་ཕར་ཕྱིན་དྲུག་གི་གྲོགས་བྱས། ཨ་གཞིས་ཀ་བླ་མ་ལ་སྨོན་ལམ་དྲི་མ་མེད་པའི་མཚམས་སྦྱར་ནས་ཨ་ནི་མི་ལུས་སྐྱེ་དགུ་གཡོ་རུ་མ་གཏོགས་ལས་སླ་བོ་ཅི་ནི་སྐྱེ་ཡ་ཡོད་མ་རེད་ད་ང་རང་ཚོ་སྐྱེ་བ་སྔ་མ་དེ་གི་དཀའ་ལས་བརྒྱབ་ནས་ད་རིང་འདི་ལ་མི་ལུས་དེ་འདྲ་ཞིག་ཐོབ་ཡོད། ད་ཡིན་ན་ཚེ་འདི་ལ་ང་ཚོ་དཀའ་ལས་བརྒྱབ་མ་ཐུབ་ན། ཨ་ནི་ད་རིང་མི་ལུས་བཟང་པོ་དེ་འཕྲོ་བརླག་གཏོང་བས་ན་ནི་ཡང་ནས་ཡང་དུ་ཐོབ་ཡ་དཀའ་ལས་ཁ་པོ་རེད་གང་ཡིན་ཟེར་རྒྱུ་འདི་ཚོ་སྒྲུབ་ཡ་ལ་དཀའ་ལས་ཁ་པོ་རེད་དོ་ཨ་ཟེར་བ་ད། མི་ལུས་ལས་ཡ་ལ་རྒྱུ་མེད་བ་ཅེས་རྒྱུ་མེད

བྱས་ཙང་ད་ལྟ་ན་བཞིན་འབུ་གྲང་མ་ཡིན་ན་ད་དུང་སེམས་ཅན་ཚང་མས་ཀྱི་གྲངས་ཀ་ཅིག་ཚད་ཁ་འགྲོ་ན། ང་ཚོའི་མིའི་གྲངས་ཀ་ཟེར་ཏེ་ད་ག་ཟེར་བ་ད་གེ་བཀུར་ཅིག་ཡོད་མ་རེད་བྱས་ཙང། མི་ལུས་ཟེར་ཏེ་དཔེ་ཉུང་ཉུང་དང་ཐོབ་དཀའ་བོ་ཅིག་རེད་དེ། བྱས་ཙང་འབྲས་བུའི་ཆ་ནས་ཡིན་ན་ཐོབ་དཀའ་བོ་ཅིག་རེད། ད་ན་བཞིན་དཔེའི་སྒོ་ནས་བཤད་བ་ཡིན་ན་ཡང་ད། ང་རང་ཚོ་ནམ་རྒྱུན་རྒྱ་མཚོ་བྱས་ནས་གཉའ་ཤིང་བུ་ག་ཟེར་ནས་ནམ་རྒྱུན

དགོས་སོ་ལགས་ཁྱོད་ཅི་ཕྱིར་དགའ་ཨ་ཅེས་སོང་ད། ཅི་ཙང་ང་རང་ཚང་མ་བདེ་བ་སྡོད་ཀྱི་ཡོད་རེད་དགའ་བ་སྡོད་ཀྱི་ཡོད་རེད། དགའ་བ་དང་བདེ་བ་གི་རྒྱུ་དེ་མཐའ་ཡས་པ་ཅིག་ཡོད་རེད་ད་ང་ཚོའི་མི་ཚེ་ནང་ལ་ལ་ཡོད་རེད་ད་ང་ཚོའི་སྐྱིད་པོ་བཏང་ཡག་དང་བདེ་བ་ཡོང་ཡག་གི་ད་ཐབས་ལམ་མང་པོ་ཡོད་རེད་ད། ཡོད་རེད་དེ་ཡིན་ན་ཡང་ཐབས་ལམ་ཡག་ཤོས་དེ་གནས་སྐབས་ལ་སྐྱིད་པ་ཡོད། ཕུགས་ལས་སྐྱི་བ་ཡོལ་བར་ཐབས་ལམ་དེ་ག་རེ་ལ་ན། དམ་པའི་ཆོས་ཉམས་ལེན་བྱེད། དེའི་ནང་ནས་རང་གཅེས་འཛིན་སྤང་ཡང་དང་གཞན་གཅེས་འཛིན་གྱི། ཆོས་ཀྱི་ཉམས་ལེན་བྱེད། བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་བྱས་ཏེ། ད་ཡག་ཤོས་དེ་ཆགས་དེ་རེད་གསུངས་དགའ་བའི་རྒྱུ་ནི་མཐའ་ཡས་པས། དམ་ཆོས་ཟད་མཐའ་ཡོལ་བའི་ནང་ནས་དམ་པའི་ཆོས་ཟད་དེ། ཅི་ལྟར་ན་དམ་པའི་ཆོས་ལ་ན། སེམས་མ་དུལ་བ་དུལ་བར་བྱེད་ཀྱི་ཐབས་ལམ་ཅིག་ལ་དམ་པའི་ཆོས་ཟེར་བ།

རྒྱུ་མཆོག་ཏུ་གྱུར་པ་དེ་ང་ཚོས་བ་སྤང་གི་འདུག་སྤང་ཟེར་ན་མེད་པ་བཟོས་བ། བྱས་ཙང། དགའ་བས་ཀྱི་རྒྱུ་མཐའ་ཡས་པ་ཅིག་ཡོད་དེ་དེའི་ནང་ནས་ཡག་ཤོས་དེ་དེ་རེད་དེ་དེ་ང་ཚོས་སྤང་བཞག་གི་ཡོད་བ་སྤངས་ནས། སྡུག་བསྔལ་གྱི་རྒྱུ། སྡུག་བསྔལ་སྡོད་གི་ཡོད་མ་རེད་ང་ཚོས་ད་སྡུག་བསྔལ་སྡོད་གི་ཡོད་མ་རེད་དགའ་བ་བདེ་བ་སྡོད་གི་ཡོད་རེད་དགའ་བ་སྡོད་གི་ཡོད་རེད་དེ་དགའ་བས་ཀྱི་རྒྱུ་ཡག་ཤོས་དེ་བ་སྤངས་ནས། སྡུག་བསྔལ་སྡོད་གི་ཡོད་མ་རེད་དེ་སྡུག་བསྔལ་གྱི་རྒྱུ་ཨ་ནི་གཡེང་བ། ད་གཡེང་བ་ཟེར་ན་ག་རེ། ང་རང་ཚོ་འདོད་ཆགས་དང་ཁོང་ཁྲོ་དང་རང་གཅེས་འཛིན་གྱི་བསམ་བློ་འདི་ཚོ་ལ་ཡར་འགྲོ་ནས་གཡེང་བ་བྱས་ནས་ད་གཡེང་ནས། ཨ་ནེ་ཚེ་འདི་གི་ལྟོ་གོས་གཏམ་ཚུལ་ལ་སོགས་པ་དེ་འདྲས་ལ་ཡར་ཨ་ནེ་སེམས་འདི་བར་དགོས། དགོས་པ་ཟེར་ན་ཁྲོ་བ་སེམས་ཁྲོ། ཨ་ནེ་དེ་འདྲས་བྱེད་ཀྱི་འདུག་བྱས་ཙང་ཁྱེད་རང་གིས་སྡུག་བསྔལ་གྱི་རྒྱུ་དེ་ལ་ག་རེ་བྱས་ནས་དགའ་གི་ཡོད། ཁྱོད་རང་སྡུག་བསྔལ་ལས་སྡོད་གི་ཡོང་མ་རེད། སྡུག་བསྔལ་རྒྱུ་ཡི་གཡེང་བ་དང་དགོས་སོགས་ལག་དགོས།

ཨ་ནི་ག་རེ་ཞིག་འོག་ཏུ་བྱང་ཆུབ་ཀྱི་སེམས་བསྒོམ་དགོས་རེད་ཟེར་དེ་ལ་བདག་དང་གཞན་དུ་མཉམ་པ་དང་བདག་དང་གཞན་དུ་འཇལ་བར་གྱིས་ད་བྱང་ཆུབ་ཀྱི་སེམས་བསྒོམ་སྟངས་དེ་ལ་བདག་གཞན་མཉམ་པ་དང་བདག་གཞན་འཇལ་བ་ཟེར་གཉིས་ཡོད་པ་དེ་འོ་དེ་གསུངས་པའི་རྟགས་འདི་ཨ་ནི་ཁྱེད་རང་གིས་ཉམས་ལེན་བྱས་ཤོག་བསྒོམ་ཤོག་གསུངས་ལ། ཇི་སྲིད་རྟགས་འདི། ཏག་ཏག་དེ་དེ་བར་དུ་བདག་དང་གཞན་དུ་མཉམ་པ་བདག་དང་གཞན་དུ་འཇལ་བར་གྱིས་ཟེར་ད་ལྟ་འདི་ལ་ཡང་དུག་སེལ་ནས